དེ་སྲིད་བདག་ནི་གནས་ཀྱི་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་བཟི་བ་པོ་ཡོངས་ལ་གུས་པ་མིན་པ་ལྟར་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་བ་ཡིན། ཡང་ནི་རྣམ་པ་ཚང་མ་ལ་སྐུ་ཁམས་བཟང། དེ་རིང་དེ་བཅར་དགོས་ཡ་དེ་ད་ཁ་སྔོན་གུས་པས་དེ་འདྲ་རོ་རྩ་གསོ་བའམ་ནི་ཕྱག་མཆོད་ཉམས་པ་དེའི་སྐོར་ལ་ནི་གཏོར་མའི་བཅུད་ལུས་རྒྱ་མཚོ་ཞེས་པ་ཞིག་ངོ་སྤྲོད་ཞུས་ཡོད། འདི་མི་མང་པོ་ཅིག་གིས། ཆོས་དང་ཧ་གོ་གི་ཡོད་ས་མ་རེད་ད་དྲི་སོང་ཙང་འདི་སླར་ཡང་གསལ་པོ་བྱེད་ནས་ཞུ་འདོད་བྱུང་སོང་ཨ་ནི་རྣམ་པ་ཚོ་འདི་གང་མང་མང་བརྒྱུད་སྐུལ་གནང་རོགས་གནང་ད་རྣམ་པ་ཚོ་ཆགས་སྤྱོད་དང་རོ་ཙག་གི་དཀའ་ངལ་ཡོད་པ་ཡིན་ན་ཨ་ནི་ཅིག་ཕྱི་ལུགས་ཀྱི་སྨན་དང་དོས་སང་ད་ཅིག་ཁྲོམ་རའི་ནང་ལོག་ལ་ཅིག་རྩ་སྨན་ཡིན་ལ་ནི་འདྲ་མི་འདྲ་བཟོས་ཡོང་གི་ཡོད་རེད་རག་གི་ཡོད་རེད་དེ་ཚོ་ཆོས་པ་ཡིན་ན་ཕན་ཐོག་ཆེན་པོ་ཡོད་རེད་ཐད་ཀར་ཕན་གི་རེད་དེ་ཡིན་ནས་ཕུགས་ལ་སྨན་ཁང་དུ་ཕྱག་བཅོས་ཀྱི་ནུས་པ་ཉམས་པ་མ་ཚད་གཅིན་པ་བཏང་ཡག་དང་དེ་འབྲེལ་གྱི་དཀའ་ངལ Prostate དཀའ་ངལ་དང་དེ་འབྲེལ་གྱི་དཀའ་ངལ་མང་པོ་ཅི་ཡོང་ཡག་ཉེན་ཁ་ཡོད་དེ་འདྲ་སོང་ན་དེ་ཚོའི་རིགས་ཆུད་རྒྱུ་ཡོད་མ་རེད་བཟང་པོ་ནན་བརྗོད་འདི་ཞུ་ཡག་ཡིན། གཉིས་པ་དེ་ལ་ཨ་ནི་སྨན་འདི་འཆུ་བའི་སྐབས་ལ་དོ་སྣང་བྱེད་དགོས་ཡག་གཉིས། དང་པོ་དེ་ཨ་ནི་ཁྱེད་རང་ལ་ཆམ་པ་དང་ཚ་བ་ཡོད་པ་ཡིན་ན་ཆམ་པ་ཕོག་པ་དང་ཚ་བ་འཕར་བ་དེ་འདྲ་ཡོད་པ་ཡིན་ན་སྨན་རིན་ཆོད་མི་ཉན་པ་རེད། གཉིས་པ་དེ། ཟ་རྒོ་གཅིག་གཉིས་ན་ཚ་ཡོད་པ་ཡིན་ན་རྣམ་པ་ཚོས་དེ་ལ་དོ་སྣང་གནང་རོགས་གནང་ཞུ་ཡ་ཡིན། འོ་དེ་གཅིག་དེ་གཉིས་གལ་ཆེན་པོ་རེད། ད་སྨན་དེ་ག་འདྲས་ཟ་འོ་རེད་ཞུས་པ་ཡིན་ན། ཨེ་ནམ་རྒྱུན་དུ་འོ་མ། ཕོ་བ་ཕྱེད་ཀ་དང་ཆུ་ཕོ་བ་ཕྱེད་ཀ་མཉམ་དུ་དཀྲེས། ཨེ་འདི་བསྐོལ། བསྐོལ་ཚ་བའི་གཞུག་གུ་ལ་ཁོལ་མ། དེ། ཕོ་བ་ནང་ལ་ཚུགས་རང་འཇགས་བླུགས་ནི། ཕོ་བ་ནང་ལོགས་ནས་ཨེ་ནི་དེ་ནས་ཤོག་ཆག་ཅིག་བཏོན། ནི་ཞོགས་ཇག་དེ་ཀྲུག་ཀྲུག་བཏང། ཨེ་ནི་ཞོགས་ཀའི་གྲོགས་མགོ་སྟོང་པ་ལ་བྱོན་ནས་འདྲི་གི་རེད། མགོ་མདའ་ཉལ་ཁ་ལག་ལ་བྱོན་ནས་འདྲི་གི་རེད། འོ་འདི་འདྲས་བྱོས་ཞེས་འདྲི་གི་རེད་ཡང་རྣམ་པ་ཚོ། མགྱོགས་པོ་རོ་ཙ་གསོག་གོ་འདུག་གསུང་འདོད་པ་ཡོད་པ་ཡིན་ན་ཞོགས་ཀའི་གཅིག་དེ་མགོ་མདའ་གཅིག་བྱོས་པ་ཡིན་ནས་འདྲི་གི་རེད་རྩ་བའི་འདི། ཉི་མ་གཅིག་ལ་ཐེངས་གཅིག་རེད། ཉི་མ་གཅིག་ལ་ཐེངས་མ་གཉིས་ཟེར་བ་ཡིན་ནས་མི་འགྲིག་པ་ཡོད་མ་རེད། འོ་འདི་གཅིག་བྱོས་འདོད་བྱུང་སོང། ཨེ་ནི། ད་འདི་བྱོས་བའི་སྐབས་ལ་ཡང་རྣམ་པ་ཚོ། སྨན་འདྲ་མི་འདྲ་ཟ་ཡག་དང་དེ་འདྲའི་རིགས་བྱས་པ་ཡིན་ན། ཁོ་གི་ལས་ཀ་བྱེད་ཡག་འདི་ལ་འགོག་རྐྱེན་འཕྲད་གི་རེད། ཨེ་ནི་འདི་ཉི་མ་གཅིག་གཉིས་ཟས་ནས་རོ་ཙ་གསོས་པ་དེ་འདྲས་མི་རེ་ད་རེ་ཟུང་ལ་ཡོང་སྲིད་པ་རེད་མ་གཏོགས། གཞན། ཟླ་བ་གཉིས་གསུམ་གྱི་ཉུང་ཙག་ལ་ཟླ་བ་གཉིས་གསུམ་གྱི་ཆོད་པ་ཡིན་ན། ད་འདི་གི་ག་རེ་ཕན་གི་རེད་ཞུས་པ་ཨེ་ནི་ཁྱེད་རང་གི་མཁལ་མའི་ནུས་པ་གསོ་ཐུབ་གི་རེད། ཨེ་ནི་ཟོག་པོ་ལ་ཨིན་སྐད་དུ་ཨེ་ནི Anemia ཟེར་གི་རོ་ང་རང་ཚོ་ནི་ལུས་ཟུངས་ཉམས་པ་ཟོག་པོ་སྐྱོ་པོ་ཡོད་པ། འོ་དེ་ཚོའི་རིགས་ལ་ཧང་སང་ཕན་གི་རེད་ལྷག་པར་དུ་ལོ་རྒན་པ་ཕོ་མོ་སུས་མཆོད་པ་ཡིན་ནི་འགྲིག་གི་རེད། ཨེ་ནི། མཁལ་མའི་དྲོད་བསུ་གི་རེད། དབང་པོ་གསལ་འགྲོ་གི་རེད། རེད་བ། སྒོ་ངའི་དབང་པོ་གསལ་འགྲོ་གི་རེད། ཨེ། ཟོག་པོ་ལ་སྟོབས་ལེགས་གི་རེད། ཨེ་ནི། དམིགས་བསལ་གྱི་ད་ཅིག་ཕོ་མོ་སུ་ཡིན་པ་ཡིན་ནི་འདི་ལ་རོ་རྩ་འཕེལ་ཡག་ལ་ཧང་སངས་ཕན་ཐོགས་ཡོད་རེད། ཨེ་ནི། འདི་གི་ནམ་རྒྱུན་དུ་ཡང་གཅིན་པ་ཡང་སྲིད་ཕྲུ་གུ་ཚོའི་ཟས་ཡག་དང་གཅིན་པ་གི་དཀའ་ངལ་འདུག་གངས། པ་དང་ཕོ་ཐག་ལ་ནག་གི་འདུག་ཟོས་ངན་དེ་ཚོ་ལས་ཕན་གི་རེད། འོ་དེ་སོང་ཙང་རྣམ་པ་ཚོས་དེ་ཆོད་པ་ཡིན་ན་ཡག་པོ་ཡོད་རེད་ཡང་བུད་མེད་ད་ལྟ་ཆོས་དང་ཆོས་བཞིན་པ་དེ་འདྲས་ཡིན་པ་ཡིན་ན་ཨེ་ནི། བུད་མེད་དང་དེའི་སྦ་རུ་ལ་ཆོས་ཆོས་ཕྱེད་ཀ་སྟོང་པ་ཤར་ནས་འགྲིག་གི་རེད་ཨེ་ནི་རྒྱ་མའི་ཆོས་གོས་ཡོད་པ་ཡིན་ནས་རྒྱ་མའི་དང་དེའི་སྦ་རུ་ལ་ཆོས་ཆོས་ཕྱེད་ཀ་སྟོང་པ་ཤར་ཤར་ནས་འགྲིག་གི་རེད་སྨན་དེའི་མིང་ལ། སྟོབས་སྨན་བཅུད་དུས་རྒྱ་མཚོ། Health། Tonics འོ་འདི་རེད། འདི་སྨན་རྩིས་ཁང་གི་ཡན་ལག་ཕལ་ཆེ་ལ་ཡོད་རེད་རོ། ཨ་ནི་རྣམ་པ་ཚོ་ག་པར་སྒུག་ངེས་ཡོད་པ་ཡིན་ན་སྨན་རྩིས་ཁང་ནས་ཉོས་ན་འགྲིག་གི་རེད། ཨ་ནི་ཡང་རྣམ་པ་ཚོ་སྨན་རྩིས་ཁང་ནས་ཉོ་མ་བདེ་བ་དེ་འདྲས་ཡོད་པ་ཡིན་ན་ང་ལ་གསུངས་ཤོག། སྨན་དེ་ཚོ་ཉོ་བ་ལ་ངོ་ཚ་དགོས་ཡ་ཡོད་མ་རེད་ད། འོ་ནད་ན་ཚ་གི་ཆེད་དུ་སྨན་བཅོས་བྱེད་པ་ལ་ངོ་ཚ་དགོས་ཡ་ཡོད་མ་རེད། རྫུན་དང་ཕྲ་མ། སྐྱག་རྫུན། རང་གི་རྩ་བའི་བླ་མ་རང་གི་བཀའ་དྲིན་ཆེ་བའི་ཕ་མ་ལ་ཨེ་ནི་སྐྱག་པོ་མ་བྱས་པ་དང་དེ་འདྲའི་བྱས་པ་ཡིན་ན་ཨེ་ནི་ངོ་ཚ་གོ་རེ་ཞུ་ཡ་ཡིན། དོ་བ་ཅི་ཆེ། ཨེ་འདི་གང་མང་མང་ཞུས་ཁུལ་གནང་རོགས་གནང་ཞུ་ཡ་ཡིན།